ཉོན་མོངས་སྤངས་པས་ད་བྲལ་བའི་ཡོན་ཏན་གཅིག་ཐོབ་ཡ། ད་དེ་ནས་ཡང་བྱས་ནས་མཐར་ཐུག་ད་ནམ་གྱི་རྒྱལ་བའི་གོ་འཕང་འགྲུབ་ཡ། ད་འགྲོ་སྟངས་འདུག་ཟིན་ཡིན་པ་རེད། ས་དེ་འདྲ་ཡིན་པ་ཡིན་དུས་ས་ནས་ད་དེ་གི་འགྲུབ་ཡ་གི་སྒྲུབ་ཐབས་དེ་ཨ་ནི་ངན་འགྲོ་ལ་ཡ་ད་སྐྱེ་ཡ་གི་རྒྱུ་དེ

ཨེ་ནས། དགའ་ཕྱོགས་རིག་པ་རེད། ཉོན་མོངས་ལ་མཉམ་པོར་བརྟེན་ནས་ད་ཉོན་མོངས་སྤོང་ཐབས་བྱེད་ཡ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ནས། ཉོན་མོངས་ཀྱི་ད་རྩ་བ་མ་རིག་པ། ཨེ་ནས། མ་རིག་པའི། ད། མ་རིག་པའི་ད་ག་ད་གཙོ་བོ་རྩ་བ་རུ་བརྟེན་ནས་ད། བདག་ཏུ་འཛིན་པ་དེ་ལ་ཐུག་ཡོད་པ་ཡིན་དུས་ད་ནས་བདག་མེད་རྟོགས་པའི་ཤེས་རབ་སྐྱེ་དགོས་པ་རེད་ཟེར་བ་ཡིན་པ་རེད།

ས་བདག་བདག་ག་ནས་ཤིང་གིས་ཅིག། མུ་སྟེགས་པའི་གཞུང་ནས་ཅིག་ཐར་བར་གྲུབ་ཡང་ཤས་ཆེ་བ་དེ་ཚོའི་གྲས་ཀྱི་ཡང་སྲོག་གཅོད་དམ་ཡང་ཡུམ་བཀུར་བ། དང། སངས་རྒྱས་པའི་ཆོས་པའི་ནང་ལ་ཆ་བཞག་ནས། སྐྱབས་སུ་འགྲོ་བའི་ཟིན་པའི་ཐོག་ནས་མངོན་མཐོ་ཙམ་དོན་དུ་གཉེར་མཁན་ཅིག་གི་སྲོག་གཅོད་སྡོམ་དགོས་འདུག་ག། དང་ཡང། ཐར་པ་ཆོས་མྱང་འདས་དོན་དུ་གཉེར་བའི་ཐོག་ནས་སྲོག་གཅོད་སྡོམ་ཡང་ཅིག་ཡོང་གི་འདུག་ག། དང་དེ་ནས་རྣམ་མཁྱེན་གྲུབ་ཡག་གི་ཆེད་དུ་དམིགས་ནས། དང་གཙོ་བོ་གཞན་ལ་བརྩེ་བའི་བསམ་པའི་ཐོག་ནས།

རྣམ་པ་ཐུན་རྗེ་མཁྱེན་པའི་ཡེ་ཤེས་ཀྱི་ཁ་ཤོག་རིག་པའི་རྟགས། སྤངས་པ་ཕུན་སུམ་ཚོགས་པ་དང་རྟོགས་པ་ཕུན་སུམ་ཚོགས་པ་ཟེར་ཏེ་དེའི་ཐོག་ནས་ངོ་འཕྲོད་ཡོང་འདུག་ག་ད་དྲི་མ་ཨེ་ནི་སེམས་ཀྱི་སྟེང་ནས་ཁོ་འདྲེ་རུང་ཡིན་པ་གཅིག་ད་དེ་ཆོས་དབྱིངས་བསྟོད་པའི་འགྲེལ་བཤད་ཀྱི་ཐོག་ནས་གཅིག་བཤད་ཡོང་གི་འདུག་ག།

དཔལ་ས་སྐྱ་པའི་ལམ་འབྲས་ཁ་ཐུག་ལེགས་སོ་ནང་བཞིན་གྱི་ལུང་ཚད་མ་བསྟན་བཅོས་ཚད་མ། བླ་མ་ཚད་མ། ཉམས་མྱོང་ཚད་མ། ཞེས་གསུངས་བསྡད་ཡ་དེ། རང་གི་ཉམས་མྱོང། ཕལ་པ་ཅིག་ད་ང་ཚོ་ཡོད་རེད་ད་དེ་འདྲ་ཡོང་གི་འདུག་བ། དཔེར་ན་ཆོས་མེད་མཁན་གྱི་མི་ཅིག་གིས་ད་ཆོས་ཡོད་མཁན་གྱི་མི་གཉིས་པོ་དེ་བྱས་ན་ཆོས་ཡོད་མཁན་གྱི་མི་དེ་སེམས་སྐྱིད་པོ་འདུག་བ་དེ་ཉམས་མྱོང་ཅིག་རེད་བ། སངས་རྒྱས་བས་ཆོས་ཀྱི་ཐང་ནས་དཔེར་ན་ཅིག།

འོ་དེ་འདྲས་ཀྱིས་མེད་པར་ལྟ་བའི་ལོག་ལྟ་ཞེས་བྱ་བ། ལོག་ལྟ་ལ་ཡང་སྐུར་འདེབས་ལོག་ལྟ་དང་སྒྲོ་འདོགས་ལོག་ལྟ་ཞེས་གཉིས་བཤད་ཀྱི་ཡོད་རེད། གཞན་ས་འགའ། དཔེ་རུ་བྱ་བྱ་ན། དཔེ་རུ་བྱ་བྱ་ན། ད་ལྟ་ད་ལྟ་མ་གཏོགས་མ་འོངས་པ་ཡོད་མ་རེད་ཟེར་ནས། ལབ་པ་ཡིན་ན། དེའི་གོ་ལོག་ཅིག་ཏུ་བ། རེད་པ། མ་འོངས་པ་ལ་གྲ་སྒྲིག་བྱས་ཡག་བསམ་བློ་མ་བཏང་ན། ད་ལྟ་མ་གཏོགས་གལ་ཡོད་པ་རེད་ད་ལྟ་བར་དུ་བསམ་བློ་བཏང་གི་མ་རེད་ས་མ་འོངས་པའི་གཡུལ་ཞག་ནས་བསམ་ག་ལ་ལབ་པ་ཡིན་ན། དེའི་དཔེར་ན་ཡང། ཅིག། ཀུན་འདུས་ལོག་ལྟའི་སོར་ཆག་གི་ཕྱིར་དུ་ཞིག་ཏུ་བ། ད་འདི་ནས་བར་ཏོག་ཐག་རིང་བཏང་ནས། སྐྱེ་བ་ཕྱི་མ་ཡོད་མ་རེད་ཐག་བཅད་པ་ཡིན་ན། སྐྱེ་བ་ཕྱི་མ་ཡོད་པ་ཅིག་ང་ཚོའི་ཨ་མདོའི་ཚད་མའི་སྟེང་ཡིག་མི་འདུག་སྟེ། ཡིན་ནའི་ཡོད་མ་རེད་ཟེར་ནས་ཐག་བཅད་ཐུ་ཡག་ཁག་པོ་ཤར་རོགས་ད།

ད་ད་ག་ནང་བཞིན་གྱི་ད་ན་རྒྱུ་འབྲས་ཡོད་མ་རེད་ལས་འབྲས་ཡོད་མ་རེད་ཅེས་ལབ་པ་ཡིན་ན་ཨེ་ན་ག་རེ་ཡིན་ནས་ད་ཁ་སྡུག་གི་ཁེ་བཟང་ག་རེ་ཡོད་ནས་ཁོ་རའི་སྒང་ལ་ཕྱིན་པ་མ་གཏོགས་དེས་མ་འོངས་པ་ལ་ཡང་དེའི་འབྲས་བུ་ཡིད་དུ་མི་འོང་ཅིག་ཡོང་གི་རེད་བསམ་པའི་ག་ཟུག་རེ་བོད་རྒྱའི་བསམ་བློ་དེ་མེད་པ་ཡིན་དུས་ཙང་ནས་ད་ཁ་སྡུག་གང་གིས་ཀྱིས་ཅིག་འགྲོ་དེ་ཡང་ད་འཛམ་བུ་གླིང་འདི་ག་ལ་མང་པོ་ཞིག་བསྡད་འདུག་བ། རྒྱུ་དང་འབྲས་བུའི་སྐྱོན་ཆ་ཁས་མེད་པར་བྱས། ཁོ་ར་ཁ་ཐུག་ཁ་ཐུག་ཁ་ཐུག་ཁེབས་བཟང་ཁ་ཡོད་ནས་ཁོ་ར་ཟས་ཕྱི་མ་མ་གཏོགས་དེ་ལ་ལྷག་གི་མ་འོངས་པ་ལ་དེས་རྐྱེན་པས་ཨེ་ནི། གྲུབ་འབྲས་དེ་འདྲ་ཡོང་གྲུབ་འབྲས་ངན་པ་དེ་འདྲ་ཡོང་གི་བསམ་པའི་བསམ་བློ་མེད་དེ་བ་ཅིག་གི་ས་དེ་འདྲ་ཡིན་དུས་ས་ནས་སྐུར་འདེབས་ཀྱི་རིགས་དེ་གི་རྙོག་དྲ་མང་པོ་བཟོ་ཡོང་གི་ཡོད་རེད། སྐུར་འདེབས་ལོག་ལྟ་ད་ཡང་སྒྲོ་འདོགས་ལོག་ལྟ་ཟེར་བ་དེ་གི་ཡང་གོ་ལོག་ཆེན་པོ་བཞག་རྩིས་ཡག་རེད་བཞག་མེད་པ་ཅིག་ལ་ཡོད་རེད་ཟེར་ནས་ལབ་ནི།

ཉེ་བར་ཡང་ནི་བསམ་མི་བྱ། ཞེས་དང། ཡུལ་དྲུག་སྣང་བ་མེད་པ་ནི་ཡང་དག་ཇི་བཞིན་རིགས་གྱུར་པའོ། དང། ཡུལ་དྲུག་གི། ཁ་ཤོར་བའི་གནས་ལུགས་ལ་ཡང། བསམ་བསམ་བསམ་བསམ་ནས་གོམས་པ་ཡིན་ན། ཨེ་ནི། ད་བློ་བདེ། ང་རང་ཚོའི་བློ་ད་ཡུལ་གྱི་གཤིས་ལུགས་མཐར་ཐུག་གནས་ལུགས་མཐར་ཐུག་རང་བཞིན་སྟོང་པ་ཉིད་ལ་ཡ་བར་རྩེ་གཅིག་ཏུ་ཞུགས་ཡོད་འདུག་ཙང་ནས་ཨེ་ནི་ག་ལེ་ག་ལེ་ག་ལེ་ལི་ཡ། སྣང་བ་དེའི་བར་ད་ནུབ་འགྲོ་དེ་ཡ། མདོར་ན་ཡི་གེ་ཡང་ད་མཐར་ཐུག་མཐའ་རེ་ཨེ་ནི་ཡི་གེ། ཨ། ཁ་ཚ། སྐྱེ་བ་འགག་བ་མ་སྐྱེ་བ་མ་འཆར་བ་དང་འོང་བ་མཐའ་དེ་དུ་མི། སྤྲོས་པ་ཉེར་བཞི། སྤྲོས་པ་ཐམས་ཅད་ཉེ་བར་ཞི་བྱེད་ཞི་བའི་མཚན་ཉིད་ཅན་གྱི། ཨེ་ནི། ཆོས་སྐུ། མངོན་དུ་བྱེད་ཀྱི་རེད་བསམ་གྱི་མི་འདྲ། གཡུ་འབྲུག་སྣང་བ་མེད་པར་ནི་ཡང་དག་ཇི་བཞིན་རིག་གྱུར་པའོ། ད་དེ་འབྲས་བུ་སངས་རྒྱས་ཀྱི་ས་ལ་གསུང་གི་ཡོད་ས་རེད། ཇི་ལྟར་འོ་མ་དང་འདྲིས་ཆུ་སྣོད་གཅིག་ན་ནི་གནས་པ་ལས། ངང་པ་འོ་མ་འཐུང་ཇི་བཞིན་ཆུ་ནི་མ་ཡིན་དེ་བཞིན་གནས། དེ་བཞིན་ཉོན་མོངས་སྐྱི་གཡོགས་ནས་ཡེ་ཤེས་ལུས་འདིར་གཅིག་གནས་ཀྱང།

ད་ཐེག་ཆེན་གྱི་མྱང་འདས། མི་གནས་པའི་མྱང་འདས། ད་དེ་ནི། གར་ཤོག་འདི། གཙང་བ་རྟག་པ་དགེ་བ་སེམས། སྒྲིབ་གཉིས་བག་ཆགས་དང་བཅས་པ་སྤངས་པས་ན་གཙང་བ། འཁོར་འདས་མཉམ་པ་ཉིད་དུ་རྟོགས་པའི་རྟག་པ། ཨེ་ནི། ཟག་མེད་ཀྱི།

གསུམ་པོ་འདིས་ནི་ཁམས་རྒྱས་པར་འགྱུར། ཆོས་རྣམས་ཀུན་ལ་བརྩོན་འགྲུས་དང། སེམས་རྩེ་གཅིག་པའི་བསམ་གཏན་ལ་སེམས་འཇུག་པ་དང། རྟག་ཏུ་ཤེས་རབ་དེ་ལྟ་སྤྱིར་ཤེས་རབ་མང་དུ་ཡོད་པའི་ནང་ནས་ལྟ་དེ་གནས་ལུགས་རིག་པ་དོན་སྟོང་རྟོགས་པའི་ཤེས་རབ་ཟེར་བ་དང་གཙོ་བོ་དེ་ཡིན་པ་རེད་དེ་ནི་འབྲས་བུའི་ཤེས་རབ་བསྟན་པ་སྟེ། འདི་ཡང་བྱང་ཆུབ་རྒྱལ་བྱེད་ཡིན། བྱང་ཆུབ་དེ། བྱང་ཆུབ་ཀྱི་ཁམས་ཁམས་རྒྱས་པར་བྱེད་པ་ཡིན།

ཨེ་ནི་ཤིན་ཏུ་འཁོར་ལོ་འདྲེན་པར་འོས་པ་རེད། ཟེར། དེ་འདྲས་གསུངས། ཤཱས། ཐིག་ཤིང་གི་མདོའི་ནང་དེ་འདྲས་དེ་ཡོད་རེད། དེ་ལ་སོགས་པའི་ད་ག་ད་མ་འོས་པ་དེ་འདྲས་ཡོད་རེད། ཟེར། དེ་འདྲས་ཡིན་པ་ཡིན་དུས། ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་མ་རེད། ཐེག་ཆེན་གྱི་ཆོས་དེ་ཨེ་ནི་ཡང་དག་པ་མ་རེད། ཟེར་ནས་དེ་འདྲས་འདྲ་བའི་སྨྲ་བ་མིན་པ་སྨྲ་བ་ཡོང་གི་རེད། རེད་དེ། ད་དེ་ལ་ཡང། བྱང་ཆུབ་སེམས་དཔའ་མ་བྱུང་བར་ཆོས་ཀྱི་སྐུ་ནི་འབྱུང་མ་ཡིན། བྱང་ཆུབ། བཀའ་སྲུང་རིག་པའི་སངས་རྒྱས་ཀྱི་ཆོས་སྐུ་འགྲུབ་ཡག་སྟེ། བྱང་ཆུབ་ཀྱི་སེམས་རྒྱུན་ལྡན་གྱི་དང་བྱང་ཆུབ་སེམས་དཔའི་གནས་སྐབས་སྔོན་དུ་འགྲོ་བའི་ཐོག་ནས་ནི་ཆོས་སྐུ་ཐོབ་དགོས་པ་རེད་མ་གཏོགས་བྱང་ཆུབ་སེམས་དཔའི་གནས་སྐབས་སྔོན་དུ་མ་སོང་བས་ནི་ཆོས་སྐུ་ཐོབ་ཡག་ཅིག་ཡོང་གི་མ་རེད། དཔེར་ན་ཡིན་ནི་ངེད་རང་གིས་ནི་གཞུང་གི་སྐབས་ནས་བསྲུང་བ་ནང་བཞིན་བྱས་ནས།

ཁྱོད་ལ་ཡོད། ཀླུ་སྒྲུབ་གསུང་བཞིན་ལ་ཡོད་རེད། ཅེས་འདའ། ཆོས་ཀྱི་སྐུ་ནི་འབྱུང་བ་ཡིན། དཔེར་ན། བུར་ཤིང་བུར་ཤིང་ས་བོན་ལ་དང་གང་ཁ་ར་བཅད་པ། འདོད་པ་དེ་ཡིས་བུར་ཤིང་ས་བོན་མེད་པ་ནི་ཁ་ར་འབྱུང་བར་འགྱུར་བ་ཡིན། བུར་ཤིང་ས་བོན་གང་བསྲུངས་ནས་ཉེ་བར་གནས་ཤིང་བྲུས་པ་ལས་བུ་རམ། ཁ་ར། ཧག་རྣམས་ནི། ཧག་ཟེར་ནི་ག་འདྲ་སུ་སྐྱུར་ཡོད། རྒྱ་སྐད་ན་ག་འདྲ་སྐྱུར། ཧ།

དེ་འདྲ་ཡིན་པ་ཡིན་དུས་ཇི་ལྟར་སཱི་ལུའི་ས་བོན་སོགས་ཞིང་པས་སྲུང་བར་བྱེད་པ་དང་དེ་བཞིན་ཐེག་མཆོག་མོ་རྣམས་ལའང་འདྲེན་པ་རྣམས་ཀྱིས་སྲུང་བར་མཛད། དང་དེ་ལྟར། སེམས་སྟེང་གི་དྲི་མ། མཐའ་དག་ནི་གློ་བུར་བའི་ཚུལ་དུ་ཡོད་པ་རེད། ཨ་ནི། དྲི་མ་དག། དྲི་མ་གང་དག་སྐྱོན་ཅན་གང་དང་གང་ཡིན་ན་ཡང།

དེ་འདྲ་ཡིན་པ་ཡིན་དུས་དཔེར་ན། ཇི་ལྟར་མར་ངོའི་བཅུ་བཞི་ལ་བདག་ཅུང་ཟད་མཐོང་བ་ལྟར། དེ་བཞིན་ཐེག་མཆོག་མོས་རྣམས་ལའང་སངས་རྒྱས་ཀུན་ནས་ཅུང་ཟད་མཐོང། ཇི་ལྟར་ཚེ་དཔལ་ཟླ་བ་ལ་སྐད་ཅིག་སྐད་ཅིག་རྒྱས་པར་མཐོང། དེ་བཞིན་ས་ལ་བཞུགས་རྣམས་ཀྱང་རིམ་གྱིས་རིམ་གྱིས་འཕེལ་བར་མཐོང། ཇི་ལྟར་ཡར་ངོའི་བཅོ་ལྔ་ལ་ཟླ་བ་རྫོགས་པར་འགྱུར་བ་དང་དེ་བཞིན་ས་ཡི་མཐའ་དུ་ན་ཆོས་ཀྱི་སྐུ་ཡང་རྫོགས་ཤིང་གསལ། ད་ང་རང་རྫོགས་པས་ན་ལས་དང་པོ་པ་གཅིག།

དག་པ་གཉིས་ལྡན་གྱི་དབྱིངས་མཐར་ཐུག་གི་ཆོས་སྐུ་དེ་ནི་རྫོགས་པར་མཐོང་ཡོང་གི་རེད། འདི་གསུངས་ཡོད། ད་འདི་ནས། ད་འོ་ན་བློ་སྦྱང་སྟངས་ག་འདྲ་རེད་ཟེར་ན། སངས་རྒྱས་ཆོས་དང་དགེ་འདུན་ལ་རྟག་ཏུ་མོས་པ་བརྟན་པོ་ཡིས་སེམས་དེ་ཡང་དག་བསྐྱེད་བྱས་ནས་ཕྱིས་མི་ལྡོག་པ་ཡང་ཡང་འབྱུང་ཟེར་ཏེ་ཕལ་ཆེར་དང་ཚོགས་ལམ་གྱི་གནད་ཀུན་གསུངས་ཡོད་རེད་ཟེར། ང་ཚོ་མངོན་རྟོགས་ཅན་ལ་ཡང་ག་ས་དེ། སངས་རྒྱས་གསུང་མིའི་དད་པ་དང།

གཏན་དུ་ཚོགས་ལམ་ནས་བཅར་བ། ད་དེ་ནི་ང་རང་ཚོ་ད་ལྟའི་ང་རང་ཚོའི་ལས་དང་པོ་བས་ང་རང་ཚོའི་གནས་དང་ལམ་མ་ཞུགས། ལས་དང་པོ་བས་གནས་ལུགས་ནས་སྦྱར་རན་ཡིན་ན། ཐོག་མར་ཅིག་དལ་འབྱོར་དོན་ཆེན་རྙེད་དཀའ། འཆི་བ་མི་རྟག་པར་བསམ་ནས། ཚེ་འདི་སྣང་ཞེས་རྟོགས། ད་སྣང་ཞེས་རྟོགས་པ་ཟེར་ནས་མི་འདུག་སྣང་ཞེས་ཆུང་དུ་འགྲོ་དེ་ཡ། དེ་ནས། ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་བསམ་པའི་སྒོ་ནས། ད། ལང་ཚོ་ན་བཞིན་ཞེས་བཞེར་བ་དལ་འབྱོར་རྙེད་དཀའ་ཚེ་ལ་ལོག་མེད་པར་ཡིད་ལ་གོམས་པའི་ཚེ་འདི་སྣང་ཞེས་རྟོགས། ད་ཐེག་ཆེན་གྱི་ལམ་རང་འགྲོ་ངེས་ཅི་ལྟ།

ཅེས་སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་འགྲོ་བའི་དང་སྐྱབས་འགྲོ་ཟིན་པའི་དག་ནས་སམ་བསྟན་གྱི་ཡོད་རེད། དེ་འདྲའི་ཡིན་ས་ནི་དང་སངས་རྒྱས་ཀྱི་ཆོས་རུ་དེ་ད་རེས་སྐད་ཆ་དང་ང་ཚོས་དངོས་སུ་དེ་གའི་དང་སངས་རྒྱས་བྱོན་དང་དམ་ཆོས་སྟོན་ཞེས་གསུང་ཡག་གི་དང། སངས་རྒྱས་དངོས་ང་ཚོ་དང་མཇལ་ཡོག་མ་རེད། སངས་རྒྱས་དངོས་དེས་ཆོས་སྟོན་པ་དེ་དང་ང་ཚོ་མཇལ་ཡོག་མ་རེད་དེ་ཡིན་ནའི་དང་སངས་རྒྱས་ཀྱི་སྐུ་ཡི་སྐུ་ཚོགས་གསུང་གི་གསུང་ཚོགས་རུ་དེ་ང་ཚོ་བླ་མ་རེད་དགེ་བའི་བཤེས་གཉེན་རེད།

རྨི་ལམ་དུ་ཡང་ཕྱི་དྲོའི་དྲི་མ་སྤངས་གསུང་བ་ལ་ཞེས་བྱའི་ནི་ད་དེ་ས་གཉིས་པ་དྲི་མ་མེད་པ། ཉོན་མོངས་དྲ་བ་རབ་འགགས་ནས་དྲི་མེད་ཤེས་རབ་རབ་གསལ་བའི་ཚད་མེད་པ་ཡི་མུན་པ་དག་གསལ་བར་བྱེད་པའི་འོད་བྱེད་པ་ས་གསུམ་པ་འོད་བྱེད་པ། རྟག་ཏུ་དག་པའི་འོད་ཀྱིས་གསལ། འདུ་འཛི་རྣམ་པར་སྤངས་པ་ཡི་ཡེ་ཤེས་འོད་ཀྱིས་རབ་བསྐོར་བས་ས་དེ་འོད་འཕྲོ་ཅན་དུ་འདོད། ས་བཞི་པ་འོད་འཕྲོ་བ། དེ་ནས་རིགས་དང་རྒྱུ་རྫས་བཟོ་གནས་ཀུན་བསམ་གཏན་རྣམ་པ་སྣ་ཚོགས་ཉིད་ཉོན་མོངས་ཤིན་ཏུ་སྦྱང་དཀའ་བའི་རྣམ་པར་རྒྱལ་བའི་སྦྱང་དཀའ་བ་གསང་དཀའ་བ་སྦྱང་དཀའ་བ། བྱང་ཆུབ་རྣམ་པ་གསུམ་པོ་དང། ཕུན་སུམ་ཚོགས་ཀུན་བསྡུ་བ་ལ་སྐྱེ་དང་འཇིག་པ་ཟད་པ་ལ་ས་དེ་མངོན་དུ་འགྱུར་བ་ས་དྲུག་པོ་མངོན་དུ་འགྱུར་བ། འཁོར་ལོའི་བཀོད་པ་རྣམ་ཀུན་ཏུ་འོད་ཀྱི་དྲ་བས་བརྩེ་བ་དང་འཁོར་བའི་མཚོ་ཡི་འདམ་བརྒལ་བས་དེ་ལ་རིང་དུ་སོང་ཞེས་བྱ། ས་བདུན་པོ་རིང་དུ་སོང། ཁ་སང། དེ་ལྟར་བློ་གྲོས་ཟད་ཀྱི་སྣང་བ་གསལ་བྱས་ནས་རང་གི་ལག་ཏུ་གནས་པའི་སྐྱུ་རུ་ར་བཞིན་དུ། སྲིད་གསུམ་འདུས་དང་མ་ལུས་གདོད་ནས་སྐྱེ་མེད་པ་རྟོགས་ཏེ་ཐ་སྙད་བདེན་པའི་སྟོབས་ཀྱིས་འགོག་པར་འགྲོ། རྟག་ཏུ་འགོག་པར་རྟོགས་པའི་བསམ་གཏན་ཡིན་མོད་ཀྱི་འགྲོ་བ་མགོན་མེད་པ་ལ་སྙིང་རྗེའང་སྐྱེད་པར་བྱེད། དེ་གོང་དེ་བཞིན་གསུང་གི་སངས་རྒྱས་འབྲིང་བྲལ། འབྲིང་བྲལ་ནི་མ་ལུས་པ་དང་བློ་ཡིས་ཕམ་པར་བྱེད་པའང་ཡིན་ཟེར། ད་ས་དུ་བ། ད་དེ་ནི་ཉོན་མོངས་ལ་ཡ་ད་ག་རེ་བཞུགས་ཟེར་ད་ཚར་འདུག་ག་རེ་བ། ད་དེ་ནས་ས་དུ་བ་རིང་དུ་སོང། ད་དེ་གའི་དགོངས་པ་ཡང་དག་པའི་ཐོག་ནས་སྐད་ཅིག་སྐད་ཅིག་གིས་འཇུག་ལྡང་བྱེད་ཐུབ་ཡ་དེ་འདྲའི་འབྲེལ་བའི་དང་རྟོགས་པ་དེ་ཁུང་དེར་ཕུལ་འདུག་ཕྱིན་པ་དང་ཐོབ་ནས་དེ་འདྲའི་འབྲེལ་བའི་ས་བོན་མ་རིང་དུ་སོང། དེ་ནས་སངས་རྒྱས་ཀྱིས་ངས་འདི་བཟུང་ཞིང། ཡེ་ཤེས་རྒྱ་མཚོར་ཞུགས་པ་དང་འབད་མེད་ལྷུན་གྱིས་འགྲུབ་འགྱུར་བ་དུས་ཀྱི་འཁོར་དུས་ཀྱི་འཁོར་གྱི་མི་གཡོ་བས་བྱས་ནས་མི་གཡོ་བའོ་བྱས་ནས་ས་བརྒྱད་པ་མི་གཡོ་བ། ད་ང་སྒྲ་དེ་འཛིན་སྤངས་ནས། ད་དག་པ་ས་གསུམ་ཟད་ཡ་གི་ད་ས། ས་དང་པོ་དེ་ས་བརྒྱད་པ་བྱས། ད་དེ་ནས་ནི་ཤི་ཀྲི་སྤོང་བའི་ད་གཉེན་པོ་ག་ལ་ཤི་ཀྲི་སྤོང་བའི་འགོ་ཚུགས། སོ་སོ་ཡང་དག་རིག་ཀུན་ལ་ཆོས་སྟོན་པ་ཡི་འབེལ་བའི་གཏམ་རྣལ་འབྱོར་པ་དེ་མཐར་སོན་པའི་ས་དེ་ལེགས་པའི་བློ་གྲོས་དེ་ས་ཕུར་པ་ལེགས་པའི་བློ་གྲོས་བྱས། ཡེ་ཤེས་རང་བཞིན་འདི་ཡི་སྐུ་དྲི་མེད་ནམ་མཁའ་དང་མཉམ། སངས་རྒྱས་རྣམས་ཀྱི་འཛིན་པ་ལས་ཆོས་ཀྱི་སྤྲིན་ནི་ཀུན་ཏུ་འབྱུང། ས་བཅུ་པ་ཆོས་ཀྱི་སྤྲིན། ད་ཇི་སྲུང་ས་བཅུ་པོ་བ།

བག་ཆགས་ལས་གྲོལ་བསམ་མི་ཁྱབ་འཁོར་བའི་བག་ཆགས་བསམ་དུ་ཡོད། ད་ལྟ་བག་ཆགས་མཐའ་དག་ལས་གྲོལ་བ་དེ་ད་བསམ་དུ་མེད་པ་ཅི་རེད་བསམ་གྱིས་མི་ཁྱབ་པ་ཅི་རེད། དེའི་ཕྱི་མ་ཇི་བཞིན་ཅིག་ད་ང་ཚོས་བཤད་དུ་ཡང་ཁག་པོ་ཡིན་པ་རེད། འཁོར་བའི་བག་ཆགས་བསམ་དུ་ཡོད་ཁྱོད་ནི་ཀུན་ཏུ་བསམ་མི་ཁྱབ། གང་གིས་ཁྱོད་ནི་ཤེས་པར་ནུས་ངག་གི་སྤྱོད་ཡུལ་ཀུན་ལས་འདས། དབང་པོ་ཀུན་གྱི་སྤྱོད་ཡུལ་མིན། ཡིད་ཀྱི་ཤེས་པས་རྟོགས་བྱ་བ་ང་རང་ཚོའི་ད་དུས་ཇི་ཙམ་ཅིག་ད་གསུང་རབ་ལ་བརྟེན་ནས་ཤེས་ཡ་ཅིག་མ་གཏོགས། ཞེས་མི་འདུག་སེམས་ལ་ཡིད་ཀྱིས་ཤེས་པའི་རྟོག་བྱ་བ། གང་ཡང་རུང་ལ་ཕྱག་འཚལ་བསྟོད། སེམས་ལ་དེ་ལྟ་བུའི་རྣམ་ཤེས་རྒྱལ་བའི་གོ་འཕང། དེས་ནི་ཐབས་ཡག་གི། ཁ་དོག་དེ་མ་ཐག་རབ་སྟེ་ས་བཅུ་པ་དེ་ཡིན་པ་རེད། ད་ས་བཅུ་པའི་གནས་སྐབས་ལ་ཡང། དེ་བཞིན་གཤེགས་པ་རྣམས་ཀྱི་བའི་འོད་ཟེར་ཆེན་པོའི་དབང་བསྐུར་ཡ། ཅིག་གསུང་གི་ཡོད་རེད། ད་འོ་དེའི་སྐོར་ཚོད་ཡང་རྟོག་ཙམ་མ་ཞིབ་ཚགས་པོ་ཅིག་གསུང་ཆོག་རེད། དེ་ག་རེ་རེད་ལབ་ན། རིམ་གྱིས་འཇུག་པའི་ལུགས་ཉིད་ཀྱི་སངས་རྒྱས་སྲས་པོ་གྲགས་ཆེན་ནམ་ས་བཅུ་པའོ་དེ། ཆོས་ཀྱི་སྤྲིན་གྱིས་ཡེ་ཤེས་ཀྱི་ཆོས་ཉིད་སྟོང་པ་མཐོང་གྱུར་ནས། གང་ཚེ་སེམས་ནི་རབ་སྤྲོས་པའི་འཁོར་བའི་གཟེབ་ལས་འདས་གྱུར་ནས། པདྨ་ཆེན་པོའི་རང་བཞིན་གྱི་རྟེན་ལ་དེ་ནི་རབ་ཏུ་གནས། འདབ་མ་རིན་ཆེན་དུ་མའི་འོད་འདོད་པར་བྱ་བའི་ཟེའུ་འབྲུ་ཅན་པདྨ་བྱེ་བ་དུ་མ་ཡི་རྣམ་པ་ཀུན་ཏུ་ཡོངས་སུ་བསྐོར། སྟོབས་བཅུ་པོ་ཡིས་ཡོངས་སུ་གང། མི་འཇིགས་པ་ཡིས་གང་དག་ངོམས། ད་དེ། ཇི་ཐུན་པར་ཅི་ཙུག་མི་རོ། བསམ་མི་ཁྱབ་པའི་སངས་རྒྱས་ཆོས་སྤྲོས་མེད་རྣམས་ལས་ཉམས་མི་ང། ཡང་ན་སངས་རྒྱས་ཀྱི་ཆོས་སྟོབས་བཅུ་དང་མི་འཇིགས་པ་བཞི་ལ་སོགས་པ་དང་དེ་བཞིན་དེ་ཡི་གོ་འབྱེད་མཐུན་པ་ཐོབ་དུས་སྤྲོས་མེད་རྣམས་ལས་ཉམས་མི་ང། ལེགས་པར་སྤྱད་པའི་ལམ་ཀུན་གྱི་བསོད་ནམས་ཡེ་ཤེས་རབ་བསགས་པས་ཟླ་བ་ཉག་དང་སྐར་མ་ཡི་འཁོར་དུ་རྣམ་པ་ཀུན་གྱིས་བསྐོར། སངས་རྒྱས་ཕྱག་གི་ཉི་མ་དེར་དྲི་མེད་རིན་ཆེན་འབར་གྱུར་ཏེ། སྲས་ཀྱི་ཐུ་བོར་དབང་བསྐུར་བས། འོད་ཟེར་ཆེན་པོའི་མགོན་པོ་དབང་བསྐུར་ནས་སྲས་ཀྱི་ཐུགས་ལ་དབང་བསྐུར་བས་དབང་བསྐུར་བ་ནི་ཀུན་ཏུ་སྩོལ། རྣལ་འབྱོར་ཆེན་པོ་དེར་གནས་ནས་རྨོངས་པས་དམན་པའི་འཇིག་རྟེན་རྣམས་སྡུག་བསྔལ་གྱིས་ཡིན་འཇིགས་པ་ལ་ལྷ་ཡི་སྤྱན་གྱིས་གཟིགས་གྱུར་ནས་དེ་ཡི་སྐུ་ལས་འོད་ཟེར་རྣམས་འབད་པ་མེད་པར་འབྱུང་གྱུར་ཏེ། དང་སངས་རྒྱས་ཀྱི་མཛད་པ་དང་རྗེས་སུ་མཐུན་པ། འབད་མེད་ལྷུན་གྲུབ་ཀྱི་རྗེས་སུ་མཐུན་པ་ཞིག་ཡོང་བ་ཡིན་པ་ལས་དེ་ཡི་སྐུ་ལས་འོད་ཟེར་རྣམས་འབད་པ་མེད་པར་འབྱུང་གྱུར་ཏེ། རྨོངས་པའི་མུན་པར་ཞུགས་དེ་ཡི་སྒོ་རྣམས་འབྱེད་པར་མཛད་པ་ཡིན། ད་དེ་ནས་འབྲས་བུ་སངས་རྒྱས་ཀྱི་ས་ལ་ཡང་ལྷར་བཅས་ད་རྗེས་སུ་སེམས་དཔའ་ས་བཅུ་པ་བ་དེ་ཀྱིས་ཨེ་འདྲ། རྟེན་དེ་ག་ལ་ཡང་ནི་ངོ་བོ་གཙོ་བོ་སངས་རྒྱས་གསུངས་ཡོད་མོད་ནོ། ལྷར་བཅས་མྱ་ངན་འདས་པ་རྣམས་ལྷག་མེད་མྱ་ངན་འདས་པར་འདོད། འདི་ནི་མྱ་ངན་འདས་པ་ཉིད་དྲི་མ་མེད་པར་སེམས་བསྡུས་པའོ། སེམས་ཅན་ཀུན་གྱི་སྔོན་མེད་པའི་ངོ་བོ་དེ་ཡང་དེ་བཅུའི་དེ་དང་བྱང་ཆུབ་སེམས་དབང་པོ་ཤིན་ཏུ་དྲི་མེད་ཆོས་ཀྱི་སྐུ། དྲི་མ་མེད་པའི་ཆོས་སྐུ་ལ་ཡེ་ཤེས་རྒྱ་མཚོ་གནས་གྱུར་ནས། སྣ་ཚོགས་ནོར་བུ་ཇི་བཞིན་དུ་དེ་ལས་སེམས་ཅན་དོན་རབ་མཛད། ཅེས་བདག་ལ་ཕྲིན་ལས་སོགས་ལས། ཤིན་ཏུ་དྲི་མེད་ཆོས་ཀྱི་སྐུ། དྲི་མ་མེད་པའི་ཆོས་སྐུ་ལ་ཡེ་ཤེས་རྒྱ་མཚོ་གནས་གྱུར་ནས་ཅེས་ནི་དང་མཉམ་གཞག་ལས་བླང་དང་བ་མེད་པ། ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་དང་མཉམ་གཞག་ལས་ཐུན་གཅིག་པའི་གནས་དེ་ངས་མཉམ་པར་གཞག་བཞིན་དུ་ཇི་སྙེད་པའི་ཆོས་མཐའ་དག་ཇི་བཞིན་དུ་དང་གཟིགས་ནས་ཡོང་གི་ཡོད་པ་ཡིན་དུས་སེམས་ཅན་གྱི་ཁམས་དང་མོས་པ་ནི་དུས།

ཀྱི་གསུང་ཤ་སྣ་ཚོགས་ནོར་བུ་ཅི་བཞིན་དུ་དེ་ལས་སེམས་ཅན་དོན་རབ་མཛད། ཆོས་དབྱིངས་སུ་འདོད་པ་སློབ་དཔོན་ཆེན་པོ་ཀླུ་སྒྲུབ་ཀྱིས་མཛད་པ་རྫོགས་སོ། རྒྱ་གར་གྱི་མཁན་པོ་ཀྲི་ན་པཎྜི་ཏཱ་དང་ལོ་ཙཱ་བ་ཚུལ་ཁྲིམས་རྒྱལ་བས་བསྒྱུར་བའོ། གསུང་ཤ།